ཚ་ན་རོ་མཚོ། ཚ་གི་གུ་ཚི། ཚ་ཞིམ་འཇུ་ཚུལ། ཚ་སྐྲན་གུ་ཚི། ཚ་ན་རོ་མཚོ། རྫ་གི་གུ་རྫི། རྫ་ཞིམ་འཇུ་ཚུལ། རྫ་སྐྲན་གུ་རྫེ། རྫ་ན་རོ་རྫོ། བ་གི་གུ་ཝི། བ་ཞིམ་འཇུ་ཝུ། བ་སྐྲན་གུ་ཝེ། བ་ན་རོ་ཝོ། ཞྭ་གི་གུ་ཞི། ཞྭ་ཞིམ་འཇུ་ཤུ། ཞྭ་སྐྲན་གུ་ཤེ། ཞྭ་ན་རོ་ཤོ། ཟ་གི་གུ་ཟི། ཟ་ཞིམ་འཇུ་སུ། ཟ་སྐྲན་གུ་སེ། ཟ་ན་རོ་སོ། ཧཱ་ཀྱི་གུ་ཡི་ཧཱ་ཞིང་ཅུ་ཡུ་ཧཱ་བྲེང་པོ་ཧེ་ཧཱ་ན་རོ་ཧོ། ཡས་ཀྱི་གུ་ཡི་ཡས་ཞིང་ཅུ་ཡུ་ཡས་བྲེང་པོ་ཡེ་ཡས་ན་རོ་ཡོ། ར་ཀྱི་གུ་རི་ར་ཞིང་ཅུ་རུ་ར་བྲེང་པོ་རེ་ར་ན་རོ་རོ། ལ་ཀྱི་གུ་ལི་ལ་ཞིང་ཅུ་ལུ་ལ་བྲེང་པོ་ལེ་ལ་ན་རོ་ལོ། ཤ་ཀྱི་གུ་ཤི་ཤ་ཞིང་ཅུ་ཤུ་ཤ་བྲེང་པོ་ཤེ་ཤ་ན་རོ་ཤོ། ས་ཀྱི་གུ་སི་ས་ཞིང་ཅུ་སུ་ས་བྲན་གོ་སེ་ས་ན་རོ་སོ་ཧ་ཀི་གུ་ཧི་ཧ་ཤམ་ཇུ་ཧུ་ཧ་བྲན་གོ་ཧེ་ཧ་ན་རོ་ཧོ་ཨ་ཀི་གུ་ཨི་ཨ་ཤམ་ཇུ་ཨུ་ཨ་བྲན་གོ་ཨེ་ཨ་ན་རོ་ཨོ་ཀི་གུ་ཀེ་ཀོ་ཁི་ཁུ་ཁེ་ཁོ་གྷི་གྷུ་གྷེ་གྷོ་ངི་ངུ་ངེ་ངོ་ཅི་ཅུ་ཅེ་ཅོ་ཆི་ཆུ་ཆེ་ཆོ་ཇི་ཇུ་ཇེ་ཇོ། ཉི་ཉུ་ཉེ་ཉོ། ཏི་ཏུ་ཏེ་ཏོ། ཐི་ཐུ་ཐེ་ཐོ། དྲི་དུ་དེ་དོ། ནི་ནུ་ནེ་ནོ། པི་པུ་པེ་པོ། ཕི་ཕུ་ཕེ་ཕོ། བི་བུ་བེ་བོ། མི་མུ་མེ་མོ། ཙི་ཙུ་ཙེ་ཙོ། ཚི་ཚུ་ཚེ་ཚོ། ཛི་ཛུ་ཛེ་ཛོ། དབུས་དབུ་བའི་དབུ། ཞེས་ཞུ་ཞེས་ཞོ། ཟས་སུ་ཟས་སོ། ཧེའི་ཧུ་ཧེ་ཧོ། ཡེའི་ཡུ་ཡེ་ཡོ། རིའི་རུ་རེ་རོ། ལིའི་ལུ་ལེ་ལོ། ཤིའི་ཤུ་ཤེ་ཤོ། སིའི་སུ་སེ་སོ། ཧེའི་ཧུ་ཧེ་ཧོ། ཨིའི་ཨུ་ཨེ་ཨོ།